བཀའ་དྲིན་ཅན་གྱི་དགེ་བའི་བཤེས་གཉེན་དང་པོ། སྐྱབས་བཅོལ་རྡོ་རྗེ་འཆང། རྗེ་བཙུན་བློ་བཟང་ཡེ་ཤེས་དཔལ་བཟང་པོ་མཆོག་གདུལ་བྱ་རྟག་པར་འཛིན་པ། འཁྲུལ་ཞེན་གྱི་སྣང་བ་བཟློག་པའི་ངུར་གཟུགས་སྐུའི་བཀོད་པ། ཟག་མེད་ཆོས་ཀྱི་དབྱིངས་སུ་འདུ་བའི་ཚུལ་བསྟན་པ་ནི། བདག་དང་བདག་འདྲ་བའི་སློབ་མ་ཡོངས་ལ་ཧ་ཅང་གི་བློ་ཕམ་དང་སྐྱོ་གདུང་གི་སྣང་བ་ནི་སྨོས་མེད་རེད། ལྷག་ཏུ་རྒན་དམ་པ་ཁོང་ནི། བདག་ལ་མཚོན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་ནས་བཟུང་གཞན་རྗེའི་གསུང་ཐོས་ཀྱི་གོ་སྐབས་བཟང་པོ་རྙེད། རིམ་པས་ཁོང་གི་མདུན་དུ་གཞུང་སྤུ་ཏི་ལྔ་པོ་ཆ་ཚང་དཔེ་ཁྲིད་ཐོབ་སྟེ་སྐལ་བཟང་གི་ཉི་མ་བཞག། མ་ཟད་རྒྱུན་དུ་བདག་ལ་ལེགས་ཉེས་བླང་དོར་གྱི་བཀའ་སློབ་དང། ཕ་མ་ལས་ལྷག་པའི་བརྩེ་སེམས། བྱམས་སྐྱོང། ད་རུང་ཁོང་གི་བཟའ་བཏུང་ཞིམ་པོ་ཞིམ་པོ་དེ་འདྲ། ཡང་སྲིད་ང་ཡི་སྐེ་ལ་ཡིན་གསུངས་ནས་བཤད་ཀྱི་ཡོད། ང་ཡང་དུས་ཚོད་ནམ་གོང་ལ་རྒན་གྱི་མདུན་དུ་ཡང་ནས་ཡང་དུ་ཁམ་དུ་ཞུ་རུ་བཅར་ནས། སྐབས་རེ་རྒན་ངེད་གཉིས་རྒྱུག་ཤ་ལོས་པ་དང། ལག་ཤུགས་འགྲན་འདུར། ནམ་ཞར་ཞར་ལ་ཁ་ཚ་དང་སྐུ་རེ། རྩེད་མོ་སོགས་དགོད་སྒྲའི་ཀློང་ནས། རྒན་གྱི་ལྷན་དུ་མི་ཡུལ་དུ་འཚར་ལོངས་བྱུང་བའི་སློབ་བུ་ང་ལྟ་བུ་ནི། ནམ་ཡང་རྒན་དམ་པའི་ཐུགས་རྗེའི་གསེར་གྲིབ་འོག་ཏུ་འཚུད་བཞིན། དམ་ཆོས་བདུད་རྩི་རྣོན་པོའི་བྱིན་རླབས་ཀྱི་རྒྱུད་ཅུང་ཟད་བརླན་པ་ནི་ཁོང་གི་ཐུགས་རྗེའི་བཀའ་དྲིན་ལས་བྱུང་བ་ཞིག་ཡིན། ལོ་ཤས་སྔོན་ཏོག་དབྱིབས་ཀྱིས་རྐྱེན་པས། ཡུན་རིང་ཞིག་རྒན་ལགས་བྱས་ཁ་མ་རག། རྗེས་སུ་ནད་ཡམས་ཅུང་ཟད་འཇམ་དུས་ཁམས་ཚན་གྱི་དགེ་བཤེས་རྣམས་ལྷན་དུ་བཅས་ཁའི་གོ་ཁ་རག། སྐབས་དེ་དུས་རྒན་གྱིས་ད་ང་ཚོ་མ་ཐུབ་ཡུན་རིང་འགྲོ་གསུངས། ཡིན་ན་ཡང་ཁྱེད་ཚོ་དང་ནམ་རྒྱུན་ཞེ་དྲག་ཐུག་གི་མ་རེད། ཅེས་གསུངས་རྗེས་ང་ལ་གཟིགས་ནས་ཁོང་དེ་སྔོན་རྟག་པར་རིགས་ཞེས་ང་ལ་ཐུག་སྟེ་རེད། ཁོང་རྟག་པར་ང་ལ་བརྙས་ཚོད་ས་ལ་སླེབས་ཡོང་གི་རེད། དེ་ནས་ཁོང་བཞི་པོ་དྲན་སོང། ཉི་མ་རེ་ལ་རེ་རེ་དྲན་སོང་གསུངས་ནས་ཐུགས་སྐྱོ་སྐྱོ་མཛད། ང་ནི་ཧ་ཅང་གིས་སེམས་སྡུག་ནས་མིག་ཆུ་རང་དབང་མེད་པར་ཤོར་ཏེ། བྱིས་པ་མ་ཡི་པང་ནས་ངུ་བ་བཞིན་ངུ་ཤོར་སོང། དེ་ནས་ཉིན་ཤས་རྗེས་ང་རྒྱུས་མེད་ལ་ཆོས་ཐོག་ཚོགས་ཆེད་ཡོང་དགོས་ཐུག་པ་རེད། མཇལ་ཁ་དེ་ནི་ཐ་མ་ཆགས་ཀྱི་ཡོད་པ་སེམས་བསམ་པའི་ཡུལ་ལ་མེད། ཉེ་ཆར། རྒན་ཞིང་ལ་ཕེབས་པའི་གཏམ་དེ་ཐོས་མ་ཐག། རྣ་བའི་ནང་དུ་མི་བཟོད་པའི་ཚོར་སྣང་དང་ལྷན་དུ། ལུས་བསྒྲིབས་ཅིང་སྙིང་ལྟར་ཏེ། རེ་ཞིག་ཅི་བྱ་གཏོལ་མེད་དུ་ལུས་ཀྱང་འཐབ་ཀྱི་ཡོད། རྟ་ཁེ་དྲིན་ཆེན་རྒན་དམ་པ་མཆོག་གི་ས་ལམ་ལ་བར་ཆད་མེད་ཅིང། བདེན་དང་སྒྲོ་ཡི་དོན་དུ། ཐུགས་ཀྱི་བཞེད་དགོངས་ཟབ་མོ་ཇི་ལྟར་ཡོད་པ་དེ་བཞིན། འབད་མེད་ལྷུན་གྲུབ་ཡོང་བའི་གསོལ་འདེབས་དང། འབྱུང་འགྱུར་བསྟན་འགྲོའི་དོན་དུ་སླར་ཡང་ཐུགས་བསྐྱེད་ཟབ་མོས་ཁྱབ་པའི་སྤྲུལ་པའི་ཟློས་གར་རིགས་བཟང་ཆོས་དང་ལྡན་པའི་ཞིང་འདིར་མྱུར་དུ་འབྱོན་ཞིང། འགྲོ་རྣམས་རྫོགས་ལྡན་སྐལ་བཟང་གི་ཆོས་ཀྱི་དགའ་ཚལ་ལ་ཉེ་བར་ལོངས་སུ་སྤྱོད་པའི་ཆེད་དུ། མཆོག་གསུམ་དམ་ཅན་རྒྱ་མཚོ་དང། མ་སྲིང་མཁའ་འགྲོ་རྣམས་ལ་དད་མོས་གདུང་ཤུགས་དྲག་པོས་སྐྱབས་འཇུག་སྙིང་ནས་ཞུ་ཞུ། དཔལ་ལྡན་བླ་མའི་རྣམ་པར་ཐར་པ་ལ། སྐད་ཅིག་ཙམ་ཡང་ལོག་ལྟ་མི་སྐྱེ་ཞིང། ཇི་མཛད་ལེགས་པར་མཐོང་བའི་མོས་གུས་ཀྱིས། བླ་མའི་བྱིན་རླབས་སེམས་ལ་འཇུག་པར་ཤོག། སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང། བྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་དེ། ས་དང་ལམ་གྱི་ཡོན་ཏན་རབ་རྫོགས་ཏེ། རྡོ་རྗེ་འཆང་གི་གོ་འཕང་མྱུར་ཐོབ་ཤོག། ཅེས་དམ་པའི་གསུང་ཚིག་གིས། མཐའ་བརྒྱན་ཏེ་འབྲས་སྤུངས་ར་ཁམ་ཚན་གྱི། གྲལ་མཐའ་འཛིན་པའི་དགེ་བཤེས་ལྷ་རམས། དགེ་ལེགས་ཡེ་ཤེས་མིང་པའི་དྲིན་ཆེན་བླ་མ་ཡིད་ལ་དྲན་ཏེ། སྐྱོ་ཤས་དྲག་པོས་མིག་ཆུ་ལོང་ལོང་དུ་ཁོ་ནས་གསོལ་བ་རྩེ་གཅིག་ཏུ་འདེབས་པ་ལགས་སོ།